ད་ལྟ་དངུལ་འབོར་འདི་ཆུ་མཆོད་ཅིག་རེད་ཤག་གསུང་གི་འདུར་བ། ཡིན་ནས་ཡང། ཚང་མས་ཀྱི་བོད་མིའི་སྒྲིག་འཛུགས་ལ་ད་ཐུ་བན་གསོད་ཡ་ཆེད་དུ། གང་ཐུག་ཐུག་ཅིག་གནང་ཐུ་བ་ཡི་འདི་གལ་ཆེན་པོ་རེད་བསམ་གི་འདུག་གནང་བ་འདི་ཡ། གནང་བ་འདི་བརྗེད་པ་བརྗེད་པ་དང་པོའི་ཐོག་ལས་སོང་ད་ན། ཚང་མས་ཀྱི་འདི་འདི་འདྲ་བོ་གསུང་གི་འདུག་གོང་ནས་ནས་ལས་རིམ་རྣམ་བཞག་ཕུལ་ངེས་མི་འདུག་ད། ད་ང་ཅུ་བོ་ཅིག་ལ་ལས་རིམ་རྣམ་བཞག་གནང་གི་ཡོད་ན་ཡང་ཧ་གོ་མ་སོང། ནས་ནས་ད་ག་རང་གསུང་གི་འདུག་ཚང་མས། གནང་བ་ཐུག་ཆེ་ན། ད་སོ་ཐུག་ཆེ་ན་ད་ག་རང་ཡིན། འདི་ཡིན་དུས་ཚང་མས་ཀྱི་ད་ག་ཚོད་བོད་མིའི་སྒྲིག་འཛུགས་ལ། བསམ་བློ་བཏང་བྱས་འདི་བུ་སྐོར་བ་འདི་རང་ཞུ་ཡ་ཡིན་ཐུགས་ཆེན། དཔའ་འདུལ་ཚོགས་གཙོ་མཆོག། ཟླ་རེའི་གི་གཞུང་འབྲེལ་སྒྲིག་གཞི་བསྐྱར་བཅོས་ཁྲིམས་འཆར་བཙན་བྱོལ་བོད་མིའི་དང་བླངས་བྱ་དངོས་དང་བསྡུར་དངོས་གཞན་དག་གི་འདུན་པ་ཁྲིམས་ཡིག་དོན་ཚན་བདུན་པ་གི་ནང་གསེས་དང་པོ་དེ་གི་ནི་བསྐྱར་བཅོས་ཚིག་བརྗོད་དེ་ལ་ཡང་རྒྱབ་སྐྱོར་བྱེད་གི་ཡོད། རྒྱབ་སྐྱོར་བྱེད་དགོས་པའི་རྒྱུ་མཚན་ག་རེ་ཡིན་ཟེར་ན། ད་གི་གུང་དུ་ཕྱག་སྦྲེལ་བྱེད་དུས་གཅིག་གི་སོང་སོང་དེ་བྱེད་དུས།

བརྒྱ་ཆ་དབུ་འཛིན་མ་དངུལ་བརྒྱ་ཆ་དྲུག་ཅུ་མན་འཛད་རྒྱུ་ནི་དཔལ་བཀའ་ཤག་གིས་ཐབས་ཤེས་གནང་གི་ཡོད་རེད། དེ་འདྲའི་གནས་སྟངས་ཅིག་གི་འོག་ལ་ཡང་ང་ཚོ་གཏེར་རྫས་ཅིག་མ་སྤར་བ་ཡིན་ན། ཡོད་ལ་མེད་ལ་ཅིག་སྤར་བ་ཡིན་ན་ངེད་ཀྱིས་སྤར་མ་སྤར་ཆོག་ཡོག་མ་རེད་བསམ་གྱི་འདུག་དེ་འདྲའི་ཡིན་དུས་གང་ལ། གཅིག་གིས་དཔལ་འབྱོར་རང་ཁ་རང་གསོ་ཐོག་ལ་ཡང་ཡོང་ངེས་ཆེད་དུ་ལ་ཡང་ཏན་ཏན་ང་ཚོ་ད་ལྟའི། བཀའ་ཤག་གིས་ཁྱི་ཡོང་བ་འདི་ལ་ཡང་རྒྱབ་སྐྱོར་ཞུ་གི་ཡོད། དོན་ཚན་དང་པོ་འདི་ལ་ཡང། དོན་ཚན་བདུན་པའི་ནང་གསེས་དང་པོ་འདི་ལ་ཡང།
ཞི་བདེའི། ད་ལས་རིགས་རྣམས་ཀྱང་གཏན་འཁེལ་མང་པོ་ཆགས་པས་སྲིད་དོན་དགེ་རྒན་སྨོན་ལམ་དར་ཞིག་ལགས།
པ་རིག་ཚུལ་མཆོག་སྟངས་འཛིན་གནང་དགོས་ཀྱི་རེད་དྲན་འདུག་ས་ད་ཅི་ནས། བརྗོད་པ་རྙིང་པ་རྐྱང་རྐྱང་སོང་སོང་མང་ཆེ་བ་གསུང་མཁན་དེ་སོགས་ཀྱིས་ཚང་མ་ལག་གི་འདུག་ཚང་མ་གི་ད་ཁ་གྲགས་ཡོད་མ་རོགས། བརྗོད་པ་རྙིང་པ་ལང་མཁན་དེ་ལ་ལས་རིམ་རྣམ་བཞག་རེ་རེ་བཏོན་ན་ཚང་མ་གི་དེ་འདྲ་བཤད་འདུག་གི་འདུག་ངས་དེ་འདྲ་བཤད་གི་ཡོད་ཟེར་གི་འདུག་ཨང་དེ་ཡིན་དུས་དེ་ལ་ད་ལྟ་བར་དུ་བརྗོད་པ་ངས་རྒྱབ་སྐྱོར་བྱེད་ཀྱི་ཡོད་ངས་གཅིག་བྱེད་གཅིག་བྱེད་ཀྱི་ཡོད་གཉིས་གཉིས་བྱེད་ཀྱི་ཡོད་དེ་བརྗོད་པ་རྙིང་པའི་སྐབས་སུ་བཤད་ན་ཡག་པོ་ཡོད་རེད་བ། ད་བཅའ་ཁྲིམས་ཕར་འཁྲིད་མཁན་ཡིན་ལོ་བོ་ར་འདི་གས། ས་གནས་འཐུས་ཚོགས་དེ་ཚོར་བཅའ་ཁྲིམས་འཁྲིད་མཁན་དེ་འདྲ་རེད་བ། ཡིན་ན་སོ་སོས་བརྗོད་པ་དང་པོ་གཉིས་པ་མགོ་ཚོས་གི་མེད་ད། པ་དེ་ཚོས་ཀྱི་སྟངས་འཛིན་ཡག་པོ་བྱས་ན་ཡག་པོ་ཡོད་རེད་དེ་མ་ཏོག་དེ་དེ་འདྲ་ཅིག་འགྲོ་བསྡད་ན་ཡང་སང་ཉིན་གོ་སྐབས་བཅས་ཀྱི་ལན་ཨ་ནི་གཉིས་ཚར་གསུམ་ཚར་དྲུག་ཚོ་ནི་ཉི་མ་གསུམ་མ་ཏོག་ལྷག་ཡོད་མ་རེད། ལང་བ་དེ་ག་རང་དགོངས་པ་བཞེས་རོགས་གནང་ཟེར་ཞུ་ཡིན་དེ་ཚོ་ཚོ་བསམ་ཚོ་ཡ་མ་ལས་ཀ་བསམ་ནོ་སྟངས་དེ་དེ་དེ་འདྲ། དེ་འདྲའི་ཤོ་དྲག་པོ་འདུག་དེ་འདི་དེ་དགོངས་ཀ་མེད་བ་བྱེད་སུ་ཞུ་བ་ཡིན། དེ་དེ་ནི་བརྗོད་པ་དོམ་བུས་དོམ་བུ་རང་གི་ཐུགས་ལ་ཕེབས་དགོས་ད་ནང་བརྗོད་པ་དོམ་བུ་དེ་ངས་ཁོ་རང་སྒྲིག་གིས་ཁོ་རང་མར་ལུང་འདྲེན་ཞུས་ཡིན་པ་དེ་ཞུ་དགོས་ཡ་རྒྱུ་མཚན་དེ་རྣམ་པ་ཚོ་གཟིགས་དགོས་རོགས་ད་ཚོ་མ་མཆན་པའི་བདག་པོ་རེད་དེ་ཡོང་སྲིད་ཡོང་སྲིད་ལབ་བསྡད་ན་དེ་ཏི་ཙི་སྐུ་ངལ་འདུག་བ་ཚོ་མ་ལ་དེ་འདི་བརྗོད་པ་དོམ་བུ་རང་ཐུགས་ལ་ཕེབས་རོགས་གནང་བརྗོད་པ་སྙིང་པོའི་ཐོག་ལ་ནི་སོམས་སུ་ཆ་མཚོན་སོང་ཡ་གོ་གོ་ཆ་མཚོན་ཡོད་ད། ག་རེ་གསུང་བ་ཡིན་ན་བཟོ་བཅོས་གྲོས་འཆར་བཏོན་པ་ཡིན་ན་གསུང་བ་ཡིན་ན་ཆ་མཚུངས་གོ་སྐབས་ཡོད་རེད་ཟེར་ཞོར་ཡིན། དེ་འདྲ་ནི་ཡིན་གཅིག་མིན་གཉིས་བརྒྱད་པ་དང་པོའི་ཐོག་ལ་གསུང་ཡ་མེད་ན་ཡིན་གཅིག་མིན་གཉིས་གོ་སྐབས་ལེན་དགོས་ཡ་ཟེར་ཡ་ཡོད་མ་རེད། དེ་འདྲ་ནི་དེ་བརྒྱད་པ་གཉིས་པའི་ཐོག་ལ་བསམ་ཚུལ་གསུང་ཡ་གོ་སྐབས་ཡོད་ཡོད་རེད་ད། ཤེས་དུས་ཀརྨ་པེ་ལེ་ལགས། ཤེས་དུས་རྩ་གནས་ཚོ་དེ་འདྲུ་འདྲ་ཞིག་ལ་ལས་རིགས་རྣམས་ཡོད་སོང་ད།

ཕྱི་ལྟར་ང་ཚོ་སྤྱི་འཐུས་མང་པོ་ཅིག་མགོ་ཚོས་གི་མི་འདུག་ལས་རབས་རྣམ་གཞག་ཞུ་དུས་གང་ལ་སྤྱི་འཐུས་དེ་ལ་ཅིག་མ་འདྲི་བ་འདྲ་བ་བྱེད་ཡ་འདྲ་བ་ཅིག་བསམ་སྟངས་འགྲོ་གི་འདུག་ལས་རབས་རྣམ་གཞག་ཟེར་དུས་ཚོགས་གཙོ་གི་ལས་རབས་འགྲོ་ཡ་འདི་ཏག་ཏག་འགྲོ་གི་མི་འདུག་འདི་འདྲ་ཅིག་འགྲོ་དགོས་གི་འདུག་ཟེར་ལས་རབས་རྣམ་གཞག་ཚོགས་གཙོ་ལ་བཏོན་དགོས་རེད་མ་གཏོགས་སྤྱི་འཐུས་ལ་བཏོན་དགོས་བ་མ་རེད། དེ་ཤི་དགོས་གི་འདུག་ཟེར་ཞོན།
ད་དེ་སྔོན་མ་ཚོགས་འདུ་སྔོན་མ་སྐབས་སུ་ནི་ཚོགས་གཙོ་ལ་ལས་རིགས་རྣམ་གཞག་བསྟན་དགོས་རེད་ཟེར་ནས་རྩ་དམའ་པོ་ཞུས་ཟིན་པ་ཡིན་ད། དེ་ཡིན་ཅིག་མེད་ཅིག་དེ་དགོངས་པ་བཞེས་རོགས་གནང་ད་གལ་ཆེན་པོ་ཞུ་བ་ཅིག་འདུག་དེ། སྤྱི་འཐུས་དོན་གྲུབ་ཚེ་རིང་ལགས།

གཞུང་འབྲེལ་སྒྲིག་གཞི་བསྐྱར་བཅོས་ཁྲིམས་འཆར་ཉི་ཤུ་རྩ་གསུམ་ལ་རྒྱབ་སྐྱོར་ཞུ་གི་ཡོད། ད་ཡིན་ནའི་འདི་འགུལ་བབ་དེ་ཞེ་དྲག་ཕྱིར་བསྒྲགས་བྱ་བསམ་འདུག་གལ་སྲིད་ང་ཚོའི་གཞིས་ཆགས་ནང་ལ་གྱ་དཔེ་དྲུག་གསུམ་ནང་ལ་ཕུལ་དེ་ཉིད་དེ་དཔལ་འབྱོར་གནས་སྟངས་ཏེས་དྲག་ག་དེ་ཉུང་ཤས་ཅིག་རེད་མང་ཆས་ཅིག་ལ་ཡང་དཔལ་འབྱོར་གནས་སྟངས་ཞིམ་པོ་ཡོད་རེད་བསམ་འདུག་ཞིམ་པོ་ཡོད་ཉིན་དེ་གྱིས་དེ་མང་ཆས་ཡིན་དུས་ཙང་ནས་ཨ་ནི་དེའི་སྒང་ལ་ཡང་དེ་ནང་མི་བུ་ཕྲུག་མང་པོ་དེ་དུས་སུ་བབ་པ་ཡིན་ན་ཞེ་དྲག་གི་ཆེན་པོ་ཆགས་ཀྱི་ཡོད་རེད་ལ་ལྷ་རབ་བྱུང་ན་ད་ཞི་བོ་པར་ནས་ལྡབ་གཅིག་དེ་ལྷག་རྩ་ནས་པར་གནང་གི་མི་འདུག་བསམ་གྱི་འདུག་ཨ་ཕྱི་རྒྱལ་ཁག་ལ་ངེས་པར་དུ་ཕྲན་བུ་གཅིག་དང་གང་དག་སྤྱི་སྙོམས་བྱས་ནས་པར་གོ་ཡ་གཅིག་ཆགས་བསྡད་ཤག་དེ་ནས་གཙང་སྐད་བརྒྱ་ཆ་གསུང་ཡ་དེ་ཕྱི་དུ་གནང་རྒྱུ་མི་འདུག་དེ་ངེས་པར་དུ་ང་ཚོ་བཞག་དགོས་འདུག་བསམ་གྱི་འདུག་བྱས་ན། ཞི་བདེའི་ལྷ་རྒྱ་རི་གནམ་ལྕགས་སྒྲེང་ག་ལ། ཞི་བདེའི་ཟླ་བ་ཕོན་ཆེ་ལ་ལས་རིགས་རྣམ་རྒྱལ་སོང་བ་ལ།
ཕན་བདེ་ཚོགས་མཆོག་ད་བརྗོད་པ་གཉིས་པ་དེ་ཧུར་ཐག་བར་ཐག་འགྲོ་གི་འདུག་འདི། ཕན་བདེ་ཚོགས་གཙོ་མཆོག་གིས་ཁ་སེང་ཐོག་ཟབ་སྦྱོང་ཅིག་གནང་བར་ཟེར་འདུག་ལས་རིགས་རྣམ་གཞག་འགའ་ལ། དེ་ལས་རིགས་རྣམ་གཞག་དེ་སྡུག་རུ་ཕྱིན་བཞག་བྱས་ཙང་ད་འདི་ཟབ་སྦྱོང་འདི་སྦྱོང་བ་དེ་འདྲ་ཡོད་པ་ཡིན་ན་ཕན་ཀི་ཡོད་མེད་ཐོག་ལས་དགོངས་པ་ངེས་པར་དུ་བཞེས་དགོས་ལུགས་སུ་རེད། འདི་རིགས་རྣམས་རྒྱབ་བརྟེན་དེ་ངས་འདི་ཚོ་མོ་ཟབ་སྦྱོང་ལས་ཕེག་མི་འདུག་བ་དེ་དེ་བཤད་ན་ཟབ་སྦྱོང་མ་རག་ཡིན་པ་འདྲ། ད་དེ་དགོངས་པ་ཡོད་ར་ན་ངས་བདག་གི་ཞུ་ཡིན་པ་ཟུར་ཟའི་ཞུ་ཡིན་པ་ཡིན་གཅིག་མིན་གཉིས་གསུང་དགོས་ཡ་ཡོད་མ་རེད། ད་ནས་ཕི་གེ་རྒྱལ་བ་སྙིང་པོའི་སྐོར་ཟབ་ཞོར་ག་རེ་ཡོད་མེད་བཟོ་བཅོས་སྤྲད་རྒྱར་བརྟེན་ཚང་ཚོང་གསུང་ཡ་ཡོད་རེད་ཁ་ཡིན་གཅིག་མིན་གཉིས་གསུང་དགོས་ཡོད་གི་རྣམ་པ་འདྲ་གཅིག་དགོངས་པ་བཞེས་ནས་གསུང་དེ་བཟོ་འདྲ་གཅིག་མཐོང་གི་འདུག་དེ་འོང་སོང་མ་བཅུ་ན་ནི་འོང་དེ་དགོངས་པ་ཚོང་གི་འདུག་བ་འོང་དེ་དེ་ཚེ་འོང་དེ་ང་ཚོ་ཚོང་མ་ལ་དཀའ་ངལ་རེ་ཞིག་དེ་ཡིན་གྱི་མིན་ནས་ད་དྲི་བ་དང་གནད་འགག་ཡོད་ན་ཡིན་གྱི་མིན་ནས་བརྗོད་པ་དང་པོ་དང་འབྲེལ་བ་བརྗོད་དྲི་དགོས་ཡ་གལ་ཆེན་པོ་ཞེ་བོ་ཆགས་དགོས་རེད་དེ་གསལ་བོ་སླེབས་ན་བརྗོད་པ་གཉིས་པའི་ཁོག་སུ་འོང་ཕན་ཐོགས་གི་རུ་བ། དེ་འདི་དེ་དགོངས་པ་བཞེས་དགོས་གི་འདུག། ཞེས་བ་ཡིན་ན་ད་ད་ལྟ་ཆ་ལ་དུས་ཀྱི་འགྱུར་བ་འགྲོ་ཚར་རེད། མཛངས་མཛངས་ཅིག་མེ་འཁོར་ལས་གནང་འདྲི་གོང་ཁེ་བ། གནང་འདྲི་ནི་བཅོས་ལས་བྱེད